ལོ་རྒྱུས་ཉི་ཤུ་རྩ་བརྒྱད་པ་ཡི་ལེའུ་ལྔ་པ། ད་ལྟ་ང་ཚོ་ཨེ་སི་ཏར་གྱིས་རྒྱལ་པོ་དང་ཧ་མ་གཉིས་ཀ་ཁ་ལག་ལ་སྐད་གཏོང་བའི་ལོ་རྒྱུས་དེ་ལྟ་གི་ཡིན། ཉི་མ་སོང་པ་ལ་རྒྱལ་པོ་བཞུགས་ཁྲི་སྟེང་དུ་བསྡད་ཡོད་པའི་སྐབས་སུ། རྒྱལ་མོ་ཨེ་སི་ཏར་ཡིས་སྐྱ་མོ་ཡི་དོ་ལོག་གོན་ནས་སྒོ་རྩར་ལ་ལངས་བསྡད་པ་རེད། རྒྱལ་པོ་ཡིས་ཨེས་ཐར་སི་སྒུར་འདྲ་ལ་ལོང་བཞིན་ཡོད་པ་དེ་མཐོང་བ་དང་ནི་སེམས་པ་ཧ་ཅང་དགའ་པོ་གནང་བ་རེད། དེ་ནས་རང་གི་ལག་པ་དུ་ཡོད་པའི་ཟས་ཀྱི་རྒྱུད་པ་དེ་བཅངས་པ་དང་ཨེས་ཐར་དེས་རྒྱལ་པོ་ཡི་དྲུང་དུ་འགྲོ་དེ་ཟས་ཀྱི་རྒྱུད་པ་ལ་ལག་པ་འཆང་བ་རེད། དེ་ནས་རྒྱལ་པོ་ཡིས་རྒྱལ་མོ་ལ་སྐད་ཆ་དྲིས་པ། ཁྱེད་ལ་ག་རེ་དགོས་ཀྱི་འདུག་ངས་ཁྱེད་ལ་སྤྲད་ཆོག། རྒྱལ་སྲས་ཀྱི་ཕྱེད་ཀ་ཡིན་ན་ཡང་ངས་ཁྱེད་ལ་སྤྲད་ཆོག། ཨེ་སྟར་གྱིས་རྒྱལ་པོ་ལ་ཞུས་པ། རྒྱལ་པོ་ལགས། ཁྱེད་ཐུགས་སྙིང་པོ་ཡོད་ན། དེ་རིང་ངས་ཁྱེད་ཀྱི་ཆེད་དུ་གྲ་སྒྲིག་གནང་ཡོད་པའི་ཞལ་ལག་མཆོད་ཁང་ལ་ཕེབས་རོགས་གནང། ཧ་མ་ཡང་ཁྱེད་དང་མཉམ་དུ་ཁྲིད་རོགས། རྒྱལ་པོ་ཡིས་གསུངས་པ། ཧ་མ་དེས་ལག་བསམ་ཁྲིད་ནས་ཞུགས། ཨེ་སྟར་ཡིས་གསུངས་པ་ནང་བཞིན་བྱེད་ཀྱི་ཡིན། དེ་ནས་རྒྱལ་པོ་དང་ཧ་མ་གཉིས་ཀ་ཨེ་སྟར་ཡི་རྩ་ཁ་ལག་མཆོད་ཁང་ལ་ཕེབས་པ་རེད། ཁོ་ཚོ་ཆུང་འཐུང་བཞིན་ཡོད་པའི་སྐབས་སུ་རྒྱ་བོད་ཡིས་དྲི་བ་དེས་ཡང་ཅི་ཨེས་ཏར་ལ་དྲིས་པ་རེད། ཁྱེད་ལ་ག་རེ་དགོས་ཀྱི་འདུག་ངས་ཁྱེད་ལ་གནང་གི་ཡོད། ང་ཡི་རྒྱལ་སྲས་ཁྱེད་ག་ཡིན་ན་ཡང་ངས་ཁྱེད་ལ་སྤྲད་ཆོག་ཞེས་གསུངས་པ་རེད། ཨེས་ཏར་གྱིས་ལན་དུ་དེ་ལ་ང་ཡི་རེ་བ་དང་འདོད་པ་རེད། གལ་སྲིད་ཁྱེད་གཉིས་ཐུགས་མཉེས་པོ་ཡོད་པ་ཡིན་ན་སང་ཉིན་ང་ཡི་སྲོད་སྟེང་ལ་ཡང་ཅི་ཕེབས་རོགས། དེ་ནས་ངས་ཁྱེད་ཀྱི་དྲི་བ་ལ་ལན་བརྒྱབ་ཆོག། གསོལ་སྟོན་ཚར་བའི་རྗེས་སུ་ཧ་མ་སེམས་པ་སྐྱོ་བོའི་ངང་ནས་ནང་དུ་འགྲོ་བར་རེས་འོས་ཀྱང་ཕོ་བྲང་གི་ཇོ་བོ་ལ་ལྷས་དུས་མུ་ཏིག་ཀ་ཡིས་ཁོང་ལ་གུས་ཞུ་བྱས་མེད་པ་དེ་མཐོང་ནས་ཁོང་ཁོང་ཁྲོ་ཆེན་པོ་ལངས་པ་རེད། ཡིན་ན་ཡང་ཧ་མ་ཡིས་གསལ་སྒོམ་བྱས་ནས་སོ་སོའི་ནང་དུ་ཕྱིན་ནས་གྲོགས་པོ་དང་རང་གི་སྐྱེས་མའི་སྐད་བཏང་བ་རེད། ཁོང་གིས་དེ་དག་ལ། ང་ལ་རྗེ་མང་པོ་ཡོད། ང་ལ་བུ་མང་པོ་ཡོད། རྒྱ་བོད་ཡིས་ང་ལ་གོ་ས་ཆེན་པོ་སྤྲད་ཡོད་ཞེས་པའི་སྤོབས་པ་ཆེན་པོ་ངང་ནས་བརྗོད་པ་རེད། དེས་མ་ཚད་རྒྱ་མོ་ཨེ་སི་ཐར་གྱིས་ང་སྐྱེས་བུ་རྒྱ་བོ་དམ་གནམ་དུ་གསོལ་སྟོན་ལ་སྐད་བཏང་ཀྱང། ཟོག་ནས་ཡང་མོ་ཡིས་ངའི་གནས་ཀྱ་སྐད་བཏང་གི་འདུག། ཡིན་ན་ཡང་ང་འདོད་པ་གང་མ་སོང། ཡ་ཧུ་དཱ་པ་ཡིས་མོ་ཏེ་ཀཱ་ཡི་དེས་སྦྱོར་དགུ་ལ་བསྡོད་ཡོད་པ་དེ་ངས་མུ་མཐུད་ནས་མཐོང་གི་འདུག། ཧ་མ་ཅིའི་སྐྱེ་མེད་དམ་ཁོང་གི་གྲོགས་པོ་རྣམས་ཀྱིས་བརྗོད་པ། ཀ་བ་མི་ཐམས་ཅད་ཀྱིས་མཐོང་ཐུབ་པའི་རན་པོ་ཞིག་བཟོ། དེ་ནས་བཟུང་ནས་རྒྱལ་པོ་ཙཱ་འབྲོག་ནས། མུ་སྟེགས་ཀ་ཡེ་དེ་ཡི་སྟེང་དུ་སྲས་ཆོག་པའི་ཆོག་ཆེན་ལེན། དེ་ནས་སེམས་པ་སྐྱོ་བོ་ངང་ནས་གསོལ་བསྟན་ལ་འཇུག་ཞེས་ཤོད་པ་རེད། དེ་ནས་ཁོང་གིས་བསམ་སྲིད་དེ་ཡག་པོ་འདུག་བསམ་ནས་ཀ་བ་དེ་གྲ་སྒྲིག་བྱས་པ་རེད།